དང་གལ་གནད་ཅན་གྱི་སྐར་ཚུགས་རེར་ཇུས་གཞི་འདི་གས་མ་བསུབ་ནས། ཕག་མོ་དང་སྤུ་གུའི་བར་གྱི་འབྲེལ་བ་ཟ་འདི་གང་ལ་ཡང་མུས་མཐུད་ནས་སྐྱེལ་འདྲི་ཞུ་ཡ་ཡིན་པས་རྣམ་པ་ལྷན་རྒྱས་ཀྱི་གསན་གཟིགས་ཡོང་བར་ཞུ། ཀོང་ཀྲིས་ལེ། ཀྲིས་ལེ་ལགས། ཀོང་བ་ད་ང་མུས་མཐུད་ནས་ད་ལྟ་དེའི་ཇུས་གཞི་འདི་གང་ལ་ཡང་དྲི་བ་གང་གང་ཞིག་ཕུལ་ཞུ་བྱེད། ད་ང་དྲི་བ་ཕུལ་ཡ་དེའི་ནང་ནས་དྲི་བ་དང་པོ་དེ་གར་ཆགས་བསྡད་ཡོད་ཞུས་པ་ཡིན་ན། གཅིག་སྐར་ཚུགས་རེར་ང་ཚོས་ཕ་མས་སྤུ་གུ་ལ་ཡ་ལྟ་སྐྱོང་བྱེད་པའི་སྐབས་དེ་ཡིན་ནས་སྐྲ་ལས་ཀ་ག་རེ་བྱས་པ་ཡིན་ནས་ལས་རང་ངོས་ནས་བློས་བཏང་མང་པོ་བྱེད་དགོས་འདུག་དེ་འདྲ་ཡིན་དུས་ཙམ་ལ་ཡ་གཅིག་ཕ་མའི་ངོས་ནས་སྤུ་གུའི་གཅིག་ཕི་ཁའི་འཚར་ལོངས་ཡིན་ནའི་འདྲ། སྤུ་གུའི་ཤེས་བྱའི་ཡོན་ཏན་ཐོབ་ཡ་ཡིན་ནའི་འདྲ་ད་གང་ལྟར་སྤུ་གུ་དེ་འདྲ་ཤི་བོ་ཅིག་ཡོན་ཡ་ལི་ཡ་རང་ཉིད་ངོས་ནས་བློས་བཏང་དེ་རྒྱ་མོ་སོ་གར་གར་བྱེད་དགོས་ཀྱི་ཡོད་ནང་ཟེར་བྱས་ནས་བཀའ་འདྲི་ཞུ་ཡ་ཡིན།
ད་དེ་ཚོ་ད་བོད་རྗེ་ཕ་མ་ཡོངས་རྫོགས་ཀྱི་ཧ་གོ་གི་རེད་བསམ་གྱི་འདུག་ཡིན་ནའི་ད་ད་རེས་འདི་ནས་བཀའ་འདྲི་གནང་དུས་ག་ལ་ངས་གང་ཤེས་པ་དེ་མ་ཅིག་ཞུས་ན་བསམ་གྱི་འདུག་ཨ། སྤྱིར་བཏང་ལས་ཀ་ག་འདྲི་ཅིག་སྒྲུབ་པར་བྱེད་པ་ལ་ང་ཚོ་བློས་བཏང་མེད་ན་དེ་ལས་ཀ་དེ་སྒྲུབ་གི་ཡོད་མ་རེད། ད་དུང་ང་ཚོའི་ཕོ་རྒུད་གསོ་སྐྱོང་བྱེད་ཡས་དང་དེ་ཚོ་ཏྲེ་ནི་རླབས་ཆེན་གྱི་ང་ཚོ་མ་སེམས་མཛད་པ་ཅིག་ཡིན་འདུག་ག་ལ་དེ་བས་ཀྱང་ང་ཚོ་མ་སེམས་བློས་བཏང་ཡིན་ནས་དེ་བྱས་ཅིག་དང་བློས་བློས་བཏང་དེ་ཚོ་བྱེད་དགོས་ཡས་ཅིག་བྱ་གི་རེད་བ། དེ་འདྲ་ཡིན་འདུག་ག་ལ་ཕ་མའི་ངོས་ནས་དམིགས་བསལ་བློས་བཏང་བྱེད་དགོས་ཡས་དེ་འདྲ་གལ་ཡོད་མ་རེད། ཡིན་ནས། ཕ་མའི་གི་བློས་བཏང་བྱེད་ཐུབ་ཡས་དེ་འདྲ་མང་པོ་ཞུ་ཅིག་ཕ་མའི་གི་བློས་བཏང་མ་བྱེད་མཁན་དེ་འདྲས་མཐོང་གི་འདུག་མཐོང་བ་དེ་ངས་ད་རེས་འདི་ནས་མ་ང་རེ་ཉམས་མྱོང་གི་ཐོག་ནས་ཞུས་ན་བསམ་གི་འདུག་དཔེ་མཚོན་འདྲ་བོ་ཞུ་བ་ཡིན་ན། ངས་འདི་འདྲའི་ཡང་བར་མ་མཐོང་སོང། འདས་ལ་སྤུ་བོ་རྨ་འཇག་འདི་འདུག་སིམ་འདས་ར་ཨན་པ་ལ་འདི་འདུག་ཅེས་ཀྱང་ཐ་མ་གཏོང་བསྡད་ཀྱི་འདུག་ད་ཐ་མ་དེ་བློས་བཏང་ཐུབ་གི་འོ་མ་རྟ་ཨིན་རྒྱུ་སྤུ་བོ་འདི་ལ་འཇམ་པོ་བྱས་བྱས་འདུག་སིམ་འདས་ཡོད་ར་ཨན་པ་ལ་འདི་འདུག་ཅེས་ཀྱང་ཐ་མ་གཏོང་གི་འོ་ར་ཨིན་རྒྱུ་སྤུ་བོ་འདི་ལ་དུག་སྤྲད་གི་ཡོད་ར། བྱུང་ན་སྤུ་གུ་བསྡུས་ལ་ཐ་མ་མ་འཐུང་ཡས། རབ་བྱུང་ན་ཐ་མ་གོ་རང་མ་འཐུང་ཡས། དེ་ཚོ་བློས་བཏང་བྱས་མ་ཐུབ་ཡས་མར་བ། ད་ག་ན་ཞིག་ཕ་མ་ཆང་རག་འཐུང་མཁན་དེ་འདྲས་ཡོད་རེད། དེ་ཚོའི་གྲས་འདྲ་བོ་ཆ་བཞག་བ་ཡིན་ན། དེ་དེ་བློས་བཏང་བྱས་མ་ཐུབ་ཡས་དེ་འདྲས་རྩ་བ་ཉིད་ན་མར་བ། གལ་སྲིད་རྩ་བ་ཉིད་ན་བྱས་ཐུབ་གི་མེད་ན།

འདི་ཡིན་འདུག་ག་ལ་ཅིག། དངུལ་དཔལ་འབྱོར་ཕྲན་བུ་ཅིག་རག་འདུག་ག་ལ། ཨན་ང་ཚོ་མ་ཟེར་ན་ཧ་ལམ། ད་ཆ་ཚང་མ་ཟེར་ན་སངས་རྒྱས་སོང་བསམ་བསམ་བྱེད་མཁན་འདི་འདྲའི་མང་པོ་འདུག་བ་ང་རང་སུ་དེ་ནང། ཆང་རག་བཏུང། རྒྱན་རྩེད་རྩེ། ད་དེ་ཚོའི་གྲས་ང་ཚོ་བློས་བཏང་བྱས། བྱས་ཐུབ་ཡས་རོགས་སྤུ་གུ་འདི་ལ་ཤ་ཚ་ཅིག་ཡོད་ན། ད་དེང་སང་དང་དུ་ག་བ་འདྲ་བ་ཅིག་ནས་དཔེ་བལྟ་གི་ཡོད་ན་ངས་ཤེས་གི་མི་འདུག་དེང་སང་ཨ་མ་དེ་ཚོའི་ནང་ལོ་ལ་ཨན། ཤོ་བ་རྒྱབ། ཨ་ར་བཏུང། ཨ་ར་ཟེར་ནས་ད་ག་ཇེ་བྷའི་ནི་ནི་ཅིག་རེད་ཟིག་དོ་དེ་འདྲས་བཏུང་རྗེས། ཁྱིམ་ནས་མི་གཞན་པ་གི་ཁྱིམ་དུ་བ་ཕྱིན་རྗེས་ཨ་ནི་དེ་འདྲས་ཕྱིས་དེ་གས་འདི་འདྲས། ད་མང་དུ་མང་དུ་འགྲོ་གི་འདུག་ཟེར་དེ་འདྲས་གོ་གི་འདུག། ཨ་མ་ཟེར་མཁན་འདི་གི་དེ་འདྲས་ཅིག་གི་སྤྱོད་པས་གང་བསླད་ཚ་དུས་བ་ལ་ཧ་ལམ་ཧ་ལམ་ནང་འདི་ད་ག་ལེ་ག་གོ་ཆགས་འགྲོ་གི་རེད་ཟེར། ང་ཚོས་ག་རེ་བྱེད་དགོས་རེད་ཟེར་ན། ཨ་མ་ཟེར་མཁན་འདི་ཨ་ནི་ནང་འདི་གི་ང་ཚོ་མ་ཟད་གོང་དཀར་གོང་དཀར་ལྟ་བུ་ཅིག་རེད། པཱ་ལགས་ཀྱིས་དེ་ལྟར་བྱས་བས་ན་ཨ་མའི་གི་སོ་འདི་ཟིམ་བསྡད་དགོས་རོགས། དེ་འདྲ་ཡིན་འདུག་ག་ལ་ཨ་མའི་ངོས་ནས་དེ་འདྲ་ཅིག་གནང་ན་དེ་ལྟར་ངས་བསམ་རྩ་བ་ཉིད་ནས་འགྲིག་དགོས་བ་མ་རེད་བསམ་གི་འདུག་རྩ་བའི་གཉིས་ཆ་ངོས་ནས་གནང་རྒྱུ་ཡོད་མ་རེད་ལོས་གཏང་བྱེད་ཐུབ་ཡས་དུས་སུ་བྱེད་དགོས་ཀྱི་རེད། སྤུ་གུ་ལ་ངོ་ཐོག་གི་ཤ་ཚ་ཡོད་ན་ལོས་གཏང་དུས་སུ་བྱེད་དགོས་ཀྱི་རེད་བསམ་གི་འདུག། ལོ་ཐང་བྱེད་ཐུབ་པའི་ཤ་སྟག་ཅིག་རེད་མོ་ཞེས་བྱས་མ་ཐུབ་ཡོད་དེ་ནི་རྩ་བ་ཉིད་ནས་མ་རེད་དེ་འདྲའི་ཡིན་འདུག་ལ། ད་ནས་བཟུང་རྗེ་ཕ་མ་ཚོའི་ངོས་ནས་ང་རང་ཚོའི་རིག་པ་འགྲིམ་རྗེས་སོ་སོའི་ངོས་ནས་ལོ་ཐང་བྱེད་ཐུབ་པའི་ཚོད་ངེས་པར་དུ་བྱེད་དགོས་ཀྱི་རེད་བསམ་ན་གང་ཡིན་ཟེར་ན་ང་ཚོའི་ཁ་དོག་འཁོར་བ་མེད་མཁན་གྱི་མི་རིགས་ཅིག་རེད། དངོས་གནས་ཡིན་ང་ཚོ་རྒྱལ་ས་ནས་ལངས་ཀྱི་འགྲོ་དགོས་པོ་རེད་ང་རང་ཚོའི་གི་ཕ་སྐད་ལ་ལ་ཕ་ཆོས་ལ་ང་རང་ཚོ་ལ་རེ་བའི་གི་མིག་འབུར་བཅངས་བསྡད་མཁན་ག་ཚོད་ཡོད་རེད་སྤུན་ཟླ།

བོད་པའི་སྤུ་གུ་འདི་ལ་བོད་པའི་དྲི་མ་མ་ཉལ་ཡ་ཅིག་ད། ཅིག། ཕ་མའི་ངོས་ནས་ག་རེ་ག་རེ་གནང་འདུག་པ་རེད་འོ་དེ་འདི་ཅིག་བཀའ་འདྲི་ཞུ་ཡ་ཡིན། རེད་ད་ང་ཚོའི་སྤུ་གུ་འདི་ཚོ་བོད་མིའི་སྤྱི་ཚོགས་ནང་ལ་འཚར་ལོངས་བྱེད་ཀྱི་ཡོད་རེད་མ་ཞུ། ང་ཚོས་མ་ཟེར་ན་དུད་འགྲོའི་གི་སྤྱི་ཚོགས་ནང་དང་ཤིང་ནགས་སྐྱིད་ལ་འདི་འདྲའི་འཚར་ལོངས་གལ་ཆེ་གི་ཡོད་མ་རེད་བ། དེ་འདྲ་ཡིན་འདུག་ལ་བོད་པ་གི་དྲི་མ་མ་ཡེ་དེ་ཡང་བོད་པའི་སྤྱི་ཚོགས་ཀྱི་ང་ཚོ་མ་ཟད་འགན་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་བོད་པའི་སྤྱི་ཚོགས་འདི་ང་ཚོ་མི་རྒན་པ་ཚོས་ཀྱི་སྒྲུབ་བསྡད་ཀྱི་ཡོད་རེད། ང་ཚོའི་ཕྲུ་གུ་འདི་ཚོ་དེ་ང་རང་ཚོ་མི་རྒན་པའི་གི་གྲིབ་སོའི་འོག་ལ་འཚར་ལོངས་བྱེད་མཁན་ཅིག་ཡིན་འདུག་ལ་ང་རང་ཚོ་མི་རྒན་པའི་ངོས་ནས་ང་རང་ཚོ་གི་ལེགས་བྱང་རེད་ད་ནང་བཞིན་ཡ་རབས་བཟང་སྤྱོད་བྱེད་སྟངས་རེད། ཨ་རི་ཀ་ཚིག་མ་གོང་དུ་ཞུ་བ་ནང་བཞིན་རེད་ང་ཚོ་འགྲོ་བ་མི་ཡིས་ཡིན་པ་ད་གཅིག་པ་གཅིག་རྐྱང་རེད་དེ་ཡིན་ན་ང་ཚོ་བོད་པ་ཡིན་པའི་ཆ་ནས་ང་ཚོ་ལ་དམིགས་བསལ་གྱི་ཁྱད་ཆོས་མང་པོ་ཞུ་བྱེད་ཡོད་རེད་དེ་ཁྱད་ཆོས་དེ་ཚོ་དེ་ང་ཚོ་མ་ཟད་སྲུང་སྐྱོབ་བྱེད་ཡས་དང་ཨ་ནི་དར་སྤེལ་བྱེད་ཡས་དང་ད་ག་ནང་བཞིན་རྒྱུན་འཛིན་བྱེད་ཡས་དང་གཅིག་གིས་གཅིག་ནས་ཨ་ནི་ང་ཚོ་མ་ཟད་མི་ཐོག་གཅིག་ནས་གཅིག་ལ་མ་ཨ་ནི་སྤྲད་ཐུབ་ཡས་གི་དེ་བྱེད་པ་ཡིན་ན་ཨ་ནི་ང་རང་ཚོ་བོད་པའི་གི་དྲི་མ། མ་ཡལ་བའི་ཐོག་ནས་མི་རིགས་དེ་གསོན་པོ་གནས་ཐུབ་ཀྱི་རེད་བསམ་ཐུབ། དེ་འདྲས་མ་བྱས་པ་བྱས། ངས་གོང་དུ་ཞུས་བ་ན་ཞེས་རེད། ང་རང་ཚོ་གི་མི་རིགས་འདི་ཨ་ནི་པགས་མདོག་གི་མི་རིགས་ཅིག་ཆགས་བ་ཡིན་ན་ད་ཧ་ལམ་ཧ་ལམ་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུ་བཅས་ལ་མི་རིགས་དེ་འཚོ་ཐུབ་ཀྱི་མ་རེད་བསམ་ཐུབ་དེ་འདྲས་ཡིན་དུས་ལ་བོད་པའི་གི་དྲི་མ་མ་ཡལ་བ་བྱས་བ་ལ་བོད་པའི་དམིགས་བསལ་གྱི་ཁྱད་ཆོས་དེ་ཚོ་དྲན་དང་པོ་ག་རེ་རེད་བཤད

དེ་དཔེ་མཚོན་རེ་གཅིག་ག་རེ་ཡོད་ན་གཅིག་གསུང་རོགས་བྱེད་ཞོས་ཡིན། ད་ནི་དེ་ནས་གསུང་བ་དེ་དཔེ་གནད་འགག་རེ་བཞག་དེ་འདྲས་སོང་ཙང། ཕ་མའི་ངོས་ནས་སྤུ་གུ་གཅེས་སྐྱོང་བྱེད་དུས་ག་ལ་ཏན་ཏན། གང་ཡག་ཡག་གང་ཟབ་ཟབ་ཏན་ཏན་གནང་གི་རེད། ང་རེ་འདུག་སྟེ་འདུག་ལ་བརྒྱ་ཆ་བརྒྱ་ཐམ་པ་སྐུ་ལུང་རྩ་བ་རྙེད་ནས་ཆུབ་ཀྱི་རེད་བསམ་བསམ་རུང་དྲན་གྱི་མི་འདུག་ཡིན་ནའི་ད་ལྟ་འདི་ནས་བཀའ་གནང་བ་ལ་བཞིན་ང་ཚོའི་ནོར་ས་དེ་ཚོ་གྲས་ཕལ་ཆེར་ཐབས་ལམ་འདི་ནས་ཏན་ཏན་ནོར་གི་ཡོད་ས་རེད་བསམ་གྱི་འདུག་ད་དེ་འདྲས་ཀྱི་མང་པོ་ང་ཚོས་སྒྲུབ་མི་ཤེས་ཡས་ཡོད་རེད་དཔེ་མཚོན་སྟོན་ཡས་ཡོད་རེད་ཡིན་ནའི་ད་ངས་ཆུང་ཆུང་ཆུང་ཅིག་ད་རིས་དེ་རྣམ་པ་ཚོའི་མདུན་ལ་ཞུས་བ་ཡིན་ན་ད་འདི་ང་རེ་གི་མྱོང་བཞག་རྒྱོ་ཅིག་བཞག་གི་བར་ད་ང་རེ་མི་ཚེ་ནང་མཐོང་བཞག་རྒྱོ་ཅིག་དཔེ་མཚོན་འདྲ་བོ་ཞུས་བ་ཡིན་ན་ཨམ་ལགས་ཅིག་ཡོད་རེད། ཨ་མ་ལ་དེ་ལ་བུ་མོ་གཅིག་ཡོད་རེད་བུ་མོ་རྡོག་རྡོག་གཅིག་ཡོད་རེད་ཨ་མ་ལ་དེ་གི་བུ་མོ་དེ་ལ་བོད་མི་སེར་གི་བྱམས་སྐྱོང་གནང་དགོས་རེད་བོད་མི་སེར་གི་བྱམས་སྐྱོང་གནང་དགོས་རེད་བྱེད་དུས་ག་ལ་ང་ཚོ་མིའི་སྤྱི་ཚོགས་ནང་དེ་དུས་གྲོང་པ་ཁྱིམ་ཚད་ཙམ་ལ་འགྲོ་གི་རོ་བཟའ་རེད་འཐུང་རེད་དེ་འདྲ་ཡོད་རེད་འདུག་འགྲོ་དུས་ག་ལ་ག་དུས་ན་ཁོ་རང་གཉིས་མཉམ་པོར་འགྲོ་དེ་གི་རེད་ཡིན་ནས་ཨ་མ་ལ་དེ་གི་བྱམས་སྐྱོང་གནང་དང་མ་གནང་ག་འདྲི་གནང་དགོས་རེད་ཟེར་ན་མི་གཅིག་གི་སྤུ་གུ་དེ་མིང་སྐད་ཆ་དྲིས་ན་ལམ་སང་མིང་དེ་ཨ་མ་ལ་ལབ་ཤེས་གི་རེད། མི་ཞིག་གིས་སྤུ་གུ་འདི་གི་ལོ་སྐད་ཆ་དྲིས་པ་ཡིན་ན་ཨ་མ་ལགས་འདི་ལམ་གསར་ལབ་ཞིག་རེད། མི་ཞིག་གིས་སྤུ་གུ་འདི་གི་ག་མོས་ཆེ་ཤོག་གི་ནི་ང་ཚོས་མ་ཟེར་ན་སྟོབས་ཆེ་ག་རེ་རེད་སྐད་ཆ་དྲིས་པ་ཡིན་ན་ལམ་གསར་ཨ་མ་ལགས་འདི་གི་ལན་རྒྱབ་ཞིག་རེད། དཔེ་མི་སྲིད་གི་བྱམས་སྐྱོང་ཡག་པོ་གནང་དགོས་རེད་ཨ་མ་ལགས་འདི་གི། ད་ཚར་གྱིས་ཁོ་ཚོས་གྲོང་པ་ཁྱིམ་མཚེས་གཅིག་ནང་ལ་ཕྱིན་ཨེ་ན་ཨ་མ་ལགས་འདི་ཐབ་ཚང་ཁོ་རང་ཚོ་འཁྱམ་པོ་ཡོད་ཙང་ཐབ་ཚང་ནང་ལ་འདུག་ཁྱུགས་སུ་འགྲོ་བའི་སྐབས་དེ་སྤུ་གུ་འདི་བསྡད་དེ་བསྡད་ཡོད་བུ་མོ་འདི་ཨེ་ན་གྲོང་པ་འདིའི་པཱ་ལགས་འདི་གིས་བུ་མོ་འདི་ལ་སྐད་ཆ་ག་རེ་དྲིས་སོང་ཁྱེད་རའི་མིང་ག་རེ་ཞིག་ཡོད། རྩ་བ་ཉིད་ནས་ལན་རྒྱག་གོ་མ་རེད་བུ་མོ་འདི་རྩ་བ་ཉིད་ནས་ལན་རྒྱབ་ཐུབ་གོ་མ་རེད་ད་རྒྱབ་གི་ཡོད་མ་རེད་ཟེ་ད་མ་རེད་ད་རྒྱབ་ཐུབ་གོ་མ་རེད་ཨེ་འདི་པར་བུ་འདི་ལ་ཨམ་ལ་འདི་པར་ནས་ཐབ་ཐང་ནས་འདུག་སླད་རེད་སླད་དུ་བ་ལ་བུ་མོ་འདིས་ག་རེ་ལབ་རེད་ཟེ་ན་ཨམ་ལ་འདི་ལ་ཨ་མ་ཨ་མ་ངའི་མིང་ལབ་ག་ངའི་མིང་ལབ་ག་དེ་འདྲས་ཟིན་ལབ་ག་ཐུབ་རེད་གང་ཟེ་མིང་སྐད་ཆ་དྲིས་ན་ཨམ་ལ་ཡི་ལན་རྒྱབ་བྱེད་གོ་རོ། ཀུན་སློང་ཆ་ནས་ཕྱུག་ཡོད་རེད་སེམས་རྩ་བ་ཉིད་ལ་ཕྱུག་ཡོད་མ་འདུག་ཡིན་ནའི་ཐབས་ཤེས་དེ་ནས་བྱུང་དོན། བྱེད་དུས་ག་ལ་སྤུ་བོ་དེས་ཁོ་རང་ཁོ་རང་མེ་ཏོག་ཅིག་ནང་བཞིན་ཞལ་ཁ་རང་བཞིན་གྱིས་འཁྱལ་ཅིག་གིས་ང་ཚོ་གོ་སྐབས་སྤྲད་དགོས་ཀྱི་རེད། ཧོན། ག་དུས་ཡིན་ན་སྐྱོར་རྒྱག་དགོས་ཀྱི་རེད་སློབ་གསོ་སྤྲད་དགོས་ཀྱི་རེད་དེ་ཡིན་ནའི་ཁོ་རང་དབང་གི་ཐོག་ནས་ཚར་ཡས་དེ་ང་ཚོས་ག་དུས་ཡིན་ན་རོགས་བྱེད་དགོས་ཀྱི་རེད། ད་ལྟ་དེ་ལ་ག་རེ་ཡོད་རེད་ཟེར་ན། འཁྱོལ་སྟངས་བྱེད་ཀྱི་ཡོད་རེད་དེ་ཡིན་ནའི་རང་དབང་དེ་བསྲེགས་བཞག་རེད། ག་བ་ལ་ར་བང་མེད་ནས་དེ་ལ་ཚར་ལོང་ཡོག་མ་རེ་ད། ར་བང་མེད་ས་དེ་ལ་ག་རེ་ལིག་རེ་ཟེར་ན་ཨེ་ནི་ང་ཚོ་ཞུན་པ་ལིག་རེ། ཞེ་སྣང་ལིག་རེ། འཚེར་སྣང་ལིག་རེ། སྐྲག་སྣང་ལིག་རེ། ར་བང་ལས་ཚར་བའི་རྗེས་ལ་ག་དུས་ཡིན་ན་ཚར་ལོང་དེ་ཏན་ཏན་ཆགས་ཀྱི་རེད། བྱེས་དུས་བ་ལ་སྐྱབས་མགོན་ཡེ་ཤུ་ནོར་བུ་གིས་ང་ཚོ་ལ་ག་རེ་བཀའ་ནན་གོ་བ་རེ་ཟེར་སྔས་མ་དེ་བ། ང་ཚོའི་བུ་ཕྲུག་དེ་ཚོ་དེ་ཨེ་ནི་ལྡུམ་རའི་ནང་གི་མེ་ཏོག་མེད་ད། རིའི་ནང་ལ་རྐྱེན་ཞིག་འཇོག་མཁན་ནི་མེ་ཏོག་ཆགས་ཀྱི་ཡོད་སྲིད་འདུག་ལ་རང་དབང་གི་ངོས་ནས་ཅིག་འཚར་ལོངས་ཐུབ་ཡས་འདི་གསུངས་གནང་དགོས་རུང་བ་དེ་འདྲས་འདུག་ལ་ཕ་མ་ཚོའི་ངོས་ནས་ཏན་ཏན་བུ་བུ་མཉམ་པོ་གཅེས་སྐྱོང་བྱེད་དུས་རེད་འབྲེལ་བ་གནང་དུས་རེད་གང་ཅིའི་ཐོག་ལ་སྐུལ་སློང་ལ་ད་སྔ་ཡིད་ཆེས་ཡོད་བརྒྱ་ཆ་བརྒྱ་ཐམ་པ་ཡིད་ཆེས་ཡོད་དེ་མཚམས་མཚམས་དེ་འདྲའི་གི་གནང་སྟངས་ཆུང་ཆུང་ཆུང་ཆུང་གི་པུ་བུ་གི་ང་ཚོ་མ་སི་ནས་ནས་འཚར་ལོངས་ལ་གནོད་ཆེན་པོ་རྒྱས་དེ་འདྲ་ཏན་ཏན་འོང་གི་འདུག་དེ་ཚོ་ལ་ནས་ཟབ་ཟབ་སིག་སིག་གནང་རོགས་གྱིས་ཞུ་བས་ཡིན།
མ་ཧོ་སོ་ཅན། ཨ་ན་ཀོ་ངོས་ད་ལྟ་ཚུར་མ་ནང་བཞིན་རེད་ཤ་སྟག་དཀར་གསུག་རེད། ང་རང་ཚོ་ཕ་མའི་ངོས་ནས་པུ་གུ་དེ་གི་རང་བཞིན་གྱི་ཁྱད་ཆོས་རང་བཞིན་གྱི་ནུས་པ་ཡོད་པ་དེ་ཕྱི་ལ་མངོན་ཐུབ་པ་ཅིག་གཙོ་འཛིན་བྱེད་དགོས་འདུག་ཨ་ན་ཀོ་སོ་ཅན། ཨ་མ་ལན་ཀེ་སེང་སིག་རྣམ་པ་ཐོ་ཆེ་ཆེ་ན་ཨ་ན་ད་ལས་ཕྱིས་སུ